ཐམས་ཅད་ཀྱི་དོ་བདག་གི་ཆོས་སྟོན་ཏོ། འགྲོ་བ་ཀུན་གྱི་དགྲ་རྣམས་ཇི་བཟང་པོར་ཐམས་ཅད་ཀྱི་དོ་བདག་གི་ཆོས་སྟོན་ཏོ། ཡང་ན་དེ་ཡང་ཇི་སྐད་དུ། དཔལ་མཉམ་མེད་འཇུར་ཆེན་མོས་གསུངས་ནས། ཚེ་ནི་ཡུན་ཐུང་ཤེས་བྱའི་རྣམ་པ་མང། ཚེའི་ཚད་ཀྱང་ཇི་ཙམ་མི་ཤེས་པས། ངན་པའི་ཆོས་ལས་འོག་མ་ལེན་པ་ལྟར་རང་གི་འདོད་པ་དང་པོ་བླང་བར་བྱ། སྤྱིར་མཛའ་བོ་གླིང་པའི་མི་ཡི་འགྲོ་བ་ལ་ཡ། ཚེའི་ཡུན་ཐུང་ཐུང་ཡིན་པ་དང། ལྷག་པར་དུ་གཉིད་དུས་ཀྱི་དུས་ཚོད་འདི་ལ་ཡ། སྐལ་བ་བཟང་དུས་དང་མི་འདྲ་བར། མེའི་ཚི་ཚད་ཉུང་རུ་ཕྱིན་པ། སྨྲ་བར་དོའི་ནམ་ཕྱེད་ལ་ངེས་པ་མེད་པ། འོ་དེ་འདྲས་སོང་ཡིན་ཙང། མེ་ཚི་སི་ཡ་ཏི་བཞི་བོ་གཅིག་གི་བྱ་ལོང་བྱེ་ལོང་ཡོད་པ་རབ་གཅིག་དུས་ཚོད་མང་གི་ཡོད་པ་གཅིག་ཡོད་པ་མ་རེད་གསུངས་པར་ཚིག་ནི་ཡུན་ཐུང། སློབ་པར་བྱ་བའི་ཤེས་བྱའི་རྣམ་གྲངས། ཧ་ཅང་མང་པོ་མེད་པའི་ཚེ་ནི་ཤེས་བྱའི་རྣམ་གྲངས་ཉུང་ཉུང་ཕྱིན་པ་ཡིན་ན། དཔེར་ན་དུད་འགྲོའི་རིགས་སུ་གྱུར་པ་ལྟ་བུ་ལ་ཡང་ཤེས་བྱའི་རྣམ་གྲངས་ཉུང་ཉུང་རེ་བ། བྱ་དང་བྱིའུ་ཡིན་ན་ཚང་ཟ་ཡག་དང་སྒོ་ང་གསོད་ཡག་དང་ཁ་ལག་སྒྲུབ་ཡག་ཐུར་ཡག་དེ་ཙམ་གྱིས་ཕྱིན་པ་ཡིན་ན། གཞན་པ་ཤེས་བྱའི་རྣམ་གྲངས་གལ་ཏེ་མང་བ་རེད། ཕྱི་དང་གཅན་གཟན་རབ་བྱིན་པ་ཡིས་ནི། རང་རང་གི། དུད་འགྲོའི། ཅི་ནན་གྱི་མི་ཚེ་བཅད་དང། ལྟོ་གྲོད་འོག་ཁང་བརྩེགས་ཡག་དང། ཕྲུ་གུ་གསོ་སྦྱོང་བྱེད་ཡག་འདི་ཙམ་གྱིས་མ་གཏོགས་གཞན་པ་སྐད། ད་འགྲོ་བ་མི་ཟེར་ཡག་སྟེ། ཁྱོད་རང་རྣམ་རྒྱལ་གྱི་ཤེས་རབ་ཅིག་ཡོད་པ་ཡིན་ཙང། གལ་སྲིད་རང་གི་བྱུང་བ་ཡིན་ན། རྣམ་པ་ཐམས་ཅད་ཕྱིན་པའི་ཡེ་ཤེས་མ་ཐོབ་ཀྱི་བར་དུ་ཞི་རྒྱས་ནས་མ་འགོར་ལ་ཡར་རྒྱང་ཡང་གོ་བབས་ཡོད་ཀྱི་རེད། གནོད་པ་ཡོད་ཀྱི་རེད། ཡིན་ན་ཡང་མི་ཚེ་གཅིག་གི་ནང་ལ་ག་ཚོད་རྒྱང་ཐུབ་ཀྱི་རེད་ལབ་ཡིན་ན། ཉུང་ཉུང་ཅིག་མ་གཏོགས་ཉུང་ཉུང་དེའི་མཐར་ཕྱིན་པ་ཅིག་ཡང་དག་པ་ཅིག་རྒྱང་ཐུབ་ཡ་ཡོད་མ་རེད། གང་ལྟར་ཆོས་ཐམས་ཅད། འཁྲུལ་པ་མེད་པ་དང། ཆ་ཚང་བ་དང་མ་ནོར་བ་ཤེས་ཡ་སྟེ། ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་དག་ནི། རང་གི་བློ་ལ་ཡ། ཤེས་བྱ་ལ་སྒྲིབ་བྱེད་ཀྱི་སྐྱོན། གང་ཡང་མེད་པ་ཞེས་མ་ཆགས་ཀྱི་བར་དུ་ཤེས་བྱ་ཡོངས་སུ་རྫོགས་པ། རྟོགས་ཐུབ་ཡ་ཡོད་མ་རེད། ཚིག་ཚེགས་གཏན་འཁེལ་བ་ཅི་ཡོད་ཡིན་ནའི་ལོ་ལྔ་བཅུ་བསྡད་ཀྱི་རེད་དྲུག་ཅུ་བསྡད་ཀྱི་རེད་བརྒྱ་བསྡད་ཀྱི་རེད་ཟེར་གྱི་ཚེ་ཚད་བསྟན་ཡོད་ཅེས་དེའི་བར་དུ་མི་ཤེས་ཡ་ངེས་པ་ཉེས་པ་བྱིན་པ་ཡིན་ན་ཡང། ཡང་ལོ་འདི་འདྲའི་ཆེད་ལ་ཡ་ཤེས་བྱ་འདི་བྱེད་དུ་བསྐྱང། ལོ་འདི་འདྲའི་ཆེད་ལ་ཡ་ཤེས་བྱ་འདི་བྱེད་དུ་བསྐྱང་བསམ་པ་རབ་བྱེད་བང་རབ་འབྲི་ཡ་ཡོད་མགོ་རུ་བ་དེ་ཡོད་མ་རེད་ཚེའི་ཚད་དེ་སང་དང་འཇིག་རྟེན་ཕྱི་མ་གཉིས་སྔོན་དུ་གང་ཡོང་མ་ཤེས་པས་གསུངས་པ་ནང་བཞིན་སྔོན་དུ་གང་ཡོང་ཆ་མེད་པས་གསུངས་པ་ནང་བཞིན་སང་ཉིན་ངའི་ལས་སྒྲོལ་ཡུལ་དང། རྗེས་བསྟན་ཕྱི་མ་ངའི་ལས་སྒྲོལ་ཡུལ་ངེས་པར་མེད་པ་ཡིན་ཙང། ཚེའི་ཚད་ཀྱང་ཇི་ཙམ་མི་ཤེས་པས། ཚེ་གཡོན་དུའང་ཤེས་བྱའི་རྣམ་གྲངས་མང་བ་ཚེའི་ཚད་ཇི་ཙམ་མི་ཤེས་ཡོད་པ་དེ་མི་ཤེས་པ་ཡིན་ཙང། ངང་པའི་ཆུ་ལས་འོ་མ་ལེན་པ་ལྟར། ངང་པ་དེ་ཚོ་ལ་ཡ་བྱ་ངང་པ་ལ་ཡ། ཆུ་དང་འོ་མ་སྤྲད་སྤྲད་བཏང་ནས་སྤྲད་པ་ཡིན་ན་ཡང། ངང་པའི་ཆུ་དུ་ལ་བཅུར་རྫས་ཀྱི་ཡུ་བ་དེའི་དབང་གིས། ཆུ་དང་འོ་མ་དབྱེ་བ་ཕྱེ་ནས། ཆུ་ལས་འོ་མ་ཟུར་དུ་ཕྱེ་བཅས་གཏོང་བཞིན་གྱི་ཡོད་རེད། སྤྱི་དང་ཆུ་དང་འོ་མ་འདྲེས་པ་དེ། དབྱེ་བ་ཕྱེ་ཡ་དེ་གང་བྱུང་གིས་ཕྱེ་ཐུབ་ཡ་བྱེད་མ་རེད་ལ་ཕྱེ་ཡ་ལས་སླ་པོ་མ་རེད་པ། ཡིན་ན་ཡང་བྱ་རྔམ་པས་རང་གི་ཆུ་བཏུལ་གྱི་ཐུན་མོང་མ་ཡིན་པའི་ཡོན་ཏན་ཅིག་ལ་བརྟེན་ནས་ཆུ་དང་འོ་མ་དབྱེ་བ་ཕྱེ་བཞིན་གྱི་ཡོད་རེད། དེ། མི་ཡིས། རང་གི་འདོད་པ་དང་པོ་ག་རེ་བླངས་དགོས་རེད་ཚེ་ཡུན་ཐུང་བ་དང་ཤེས་བྱ་རྣམ་པ་མང་བ་དང། ཚེ་ཡི་ཚད་ཇི་ཙམ་མི་ཤེས་པ་གསུམ་པོ་དེའི་རྒྱུ་མཚན་ནི་བཀོད་ནས། ད་རང་གི་མི་ཚེའི་འཆར་གཞི་རབ་ཅིག་འབྲི་དགོས་བྱུང་ན། གལ་ཆེ་ཆུང་བང་འབྲི་དགོས་ཏེ་གལ་ཆེན་པོ་ཆགས་དགོས་རེད། ངས་དང་པོ་དེ་འདི་བྱས་ཏེ་བྱས་ཡིན་དེ་ནས་དུས་ཚོད་བྱུང་པ་ཡིན་ན་འདི་འདྲས་བྱས་ཡིན་དེ་ནས་དུས་ཚོད་བྱུང་པ་ཡིན་འདི་འདྲས་བྱས་ཡིན་བསམ་པ་རབ་ཅིག་གལ་ཆེ་ཤོས་དེ་ཚོ་ངས་བྱེད་དགོས་ཡ་དང། གལ་ཆེ་ཆུང་གི་རིམ་པ་ལས་བལྟོས་ཏེ། བང་འདི་ཡར་བྱུང་བ་ཡིན་ན། འོ་དེ་རེད་རང་གི་འདོད་པ་དང་པོར་བླང་བར་བྱ། དེ་འདྲ་ཡིན་དུས་སྐབས་ལ་རང་གི་འདོད་པ་དེ་ངས་དང་པོ་དེ་བླང་དགོས་ཡ་དེ་གལ་ཆེན་པོ་ཡིན་པ་རེད། བཀའ་གདམས་པ་གོང་མ་ཚོས་ཁ་སང་ངས་ཚ་ཁ་ཤས་ཞུས་པ་ཡིན། བདག་གཅིག་བདག་གཉིས་མ་ཤི་ན་ལྕི་བ་ཕྱི་མའི་འདོད་མ་འགྲུབ་པ་ཇི་ལྟར་ལོ་གཅིག་ལོ་གཉིས་མ་ཤི་ན་སྐྱེ་བ་གཏན་གྱི་ནུས་མ་འགྲུབ་པར་ཟད་དེ། མི་ཚེའི་འཆར་གཞི་བང་སྒྲིག་དང་ཡང་ཕན་ཐོགས་ཆེན་པོ་བྱེད། དུས་ཚོད་ཉུང་ཉུང་གི་བར་བསྡད་པ་ཡིན་ན། ངས་སྐྱེ་བ་ཕྱི་མའི་བདེ་འགྲོའི་རྟེན་བཟང་དེ་ངེས་པ་ཉེས་པ་བྱས། ཚེ་བཙོང་མོ་བ་ཅིག་བཟོས་བསམ་པར། དེ་ནས་ད་དུང་ལྟས་ཚེ་ལྷག་མ་བྱུང་བ་ཡིན་ན། སླར་ངལ་གསོ་འདི་བྱེད་མི་དགོས་བས། སླར་ཁུ་བའི་ནར་འཆང་མི་དགོས་བས་ལས་དང་ཉོན་མོངས་པའི་དྲི་མ་རྩད་ནས་གཅོད་བྱེད། རྩད་ནས་བཅད་བྱེད་སངས་རྒྱས་ཀྱི་གོ་འཕང། ཐར་པའི་གོ་འཕང་འང་དེ་འདྲའི་བསྟོད་པ་བྱ་བ་ཡིན་བསམ་པ་འང་དེ་འདྲ་ཞིག་མ། བང་འབྲི་ཡ་བྱུང་ན་འང་དེ་ཡག་པོ་རེད་བ། ང་རང་ཚང་མ་ལོ། བས་ཀྱི་ད་དེ་ནང་ནས་མི་རེ་ཚེ་གཉིས་ཚེ། ཚེ་དང་སྒྲུབ་པ་རྙིང་མའི་དེ་འདྲ་ཁ་ཤས་ཡོད་ན་ནི་གནས་ཚུལ་ལོག་ཁ་རེད་མ་གཏོགས་ང་ཚོ་མང་ཆེ་བ་གཅིག་མེད་ཚིག་ལ་འཆར་གཞི་བཀལ་ཡོད་མ་རེད། མི་ཚེ་འཆར་གཞི་ཡོད་བསམ་པ་དེ་ཚོ་ཡང་དོན་ལ་འཆར་གཞི་འགལ་ཡོད་མ་རེད། ང་རང་ཚོའི་མི་ཚེ་སྐྱེལ་སྟངས་དེ། དུས་དང་གནས་སྐབས་ཀྱི་བདེ་འཇགས་ག་འདྲའི་རྒྱ་ཁྱབ་རབ་བྱེད་ལ་ཕྱིན་པ་མ་གཏོགས། བསམ་བློ་བཏང་འཆར་གཞི་བསྒྲིགས། མི་ཚེ་དེ་གལ་ཆེན་པོ་ཡིན། དེ་ལ་ཡར་དོན་དག་མེད་པར་ཆུད་ཟོས་བཏང་གི་མེད། དོན་དང་ལྡན་པ་བྱས་བསམ་པའི་བང་སྒྲིག་ངན་དེ་དཀོན་པོ་རེད། འདྲ་པར་རབ་བྱུང་བ་ལྟ་བུ་ཆ་བྱ་བ་ཡིན་ན། ཕྱི་ལོགས་ནས་བལྟས་པའི་སྐབས་ལ། ཐར་པ་དོན་གཉེར་གྱི་གླུས་ཀུན་ནས་བསླངས་ཏེ། ཕྱིན་ནས་ཕྱིན་མེད་པར་རབ་བྱུང་བ་ཡིན་ཙང། དངོས་གནས་མི་ཚེ་ཆ་བཞི་ཡོད་པ་རེད་བ་ཅི་ལྟ། མི་ཚེ་དེའི་ནང་ལ། ཐར་པ་ཐམས་ཅད་ཕྱིན་པའི་གོ་འཕང་འགྲུབ་ཡ་གི་ཐབས། རྣམ་པར་དག་པ་ཅི། བྱས་ཤག་ཤག་རེད་བ་ཅི་བྱེད་ཀྱི་ཡིན་ཤག་རེད་བ་ཅི། ཕྱི་ནས་ཕྱི་མ་བར་རབ་ཏུ་བྱུང་བའི་རྒོལ་བ་དེ་ལ་ཡང་དེ་འདྲ་བྱས་པར་གསོལ་ར་བྱས། ངེས་པར་འབྱུང་བའི་ཚུལ་འབྱུང་བར་བྱས་ཏེ་གསུངས་པ་ཡིན་ཙང། ཡོད་རེད་དེ་ནས་ང་རང་ཚོས་མང་པོ་ཞིག་ལ་བརྟགས་པས་ཡིན། དཔེར་ན་ང་རང་ལྟ་བུ་ལ་བྱ་བཞག་པས་ཡིན། ཕྱི་ནས་ཕྱི་མ་བར་རབ་ཏུ་བྱུང་ཡང་ཡང། དུས་དང་གནས་སྐབས་ཀྱི་ནུས་ཤུགས་ལ་བརྟེན་ནས་ཕྱིན་པ་མ་གཏོགས་རང་གི་འདོད་པས། ཀུན་ནས་བསླངས་ཏེ་ངེས་འབྱུང་གི་བསམ་པས་ཀུན་ནས་བསླངས་བྱེད་ཀྱི་རེ་མི་འདུག་ག། སྤྲུལ་སྐུའི་ངོས་འཛིན་རབ་བྱེད་འདི་བཅས་བསྡུ་བར་གྲྭ་པ་བྱེད་ཡ་ཡིན་ཤག་ཤག་རབ་བྱེད་ཐབས། དེ་ནས་ལོ་བདུན་ཟིན་སོང་ན་དགེ་ཚུལ་བསྒྲུབ་རྒྱུ་ཡིན་ཤག་ཤག་རབ་བྱེད་དེ་ཁྱོ་ག་ཕྱག་ལེན་སོགས་ཀྱི་ལུགས་སྲོལ་རབ་བྱེད་བསྡུ་བྱེད་མ་བྱེད། ད་དགེ་ཚུལ་བསྒྲུབ་ཚར་བའི་རྗེས་ལས། ང་དགེ་ཚུལ་གྱི་གདུང་རྟེན་ཡིན། ཐར་པའི་ཆེད་དུ་རབ་བྱུང་བ་ཡིན་ཙང། ཐར་པ་དུས་གཉན་གྱི་བློ་དང། དེའི་དྲངས་པའི། ཐར་པ་དུ་ཡ་གི་ཐབས་ཤེས་བྱེད་དགོས་པ་རེད་བསམ་པའི་བློ་འགལ་ཡོད་མ་རེད། ད་ཁུ་འདུག། ག་བ་ཁྲི་ཁྲིའི་རབས་ཀྱི་ཆུ་ནང་ཀ་ཁྲིའི་སུ་རབས་ཀྱི་ཕྱིན་པ་མ་གཏོགས། དེ་འདྲའི་རབས་ཅུང་མང་པོ། ང་དང་ང་འདྲ་བ་དེ་འདྲའི་མང་པོ། ཡོད་སྲིད་པ་རེད་གསུངས་འདུག། དགོན་པ་གྲྭ་ཚང་རབས་ཀྱི་ནང་ལས་ཕྱག་བཞག་པ་ཡིན་ནའི། ལས་ཀྱི་ནི་མོ་རབ་བྱས་ཡིན་ནའི་རེད། སློབ་གཉེར་བྱས་ཡིན་ནའི་རེད་སློབ་གཉེར་བྱས་དེ་ཚོ་ཡང་འཛམ་རིག་ཆོས་ལུགས་མ་སྲུང་བ་བྱས་ནས་ཚེ་འདི་སྣང་གི་ལྟོ་གོས་གཏམ་ཚོ་འབྲུ་ཡག་ཙམ་གི་ཆེད་དུ་སློབ་གཉེར་བྱེད་ཀྱི་ཡོད་ས་རབ། མཁས་པའི་གྲྭ་པ་དང་དགེ་བཤེས་ཀྱི་མིང་བཏོད་ནས་སློབ་གཉེར་བྱེད་ཀྱི་ཡོད་ས་རབ། ཨན་དེའི་རྗེས་ལ་ཡར་རྗེས་མི་ཚེ་འདི་འདྲའི་བྱེད་བསམ་པ་རབ། དངོས་གནས་བྱས་པ་ཡིན་ན། མང་དུ་བྲིས་པ་ནགས་ཀྱི་ནང་དག་ཏུ་ལང་ཚོ་ཡུ་བ་རྣམས་ཀྱིས་གནས་པ་དེས་གསུངས་པ་ནང་བཞིན་རབ་ཏུ་བྱུང། དུད་པ་བསགས། དེའི་རྗེས་ལི་ཡཱ་དབེན་གནས་ཤིང་ནགས་ཀྱི་ནང་དུ་ཕྱིན་ནས། རྒན་འཁོགས་ཆགས་པའི་སྐབས་ལི་ཡཱ་སྒྲུབ་པ་ཉམས་ལེན་སྤྱི་བོར་བྱས་ནས། བདེ་ཡག་གི་བང་ར་ཅིག་བྲིས་ཡོད་ན། དེ་ཡོད་མ་རེད་པ་ང་ཚོས་ད་རྒན་འཁོགས་ཆགས་པ་ཡིན་ནས་ད་དགོན་པ་ནང་བསྡད་ངེས་ཅེས་དེ་དགེ་ཕྲུག་ར་བ་དེ་འདྲས་དང་དེ་ཚོ་ལྟ་ངན་རེ་ཅིག་ཡོད་དུས་ག་ལ་དགོས་འདུག་འདུག་ཟེར་ནས་ལས་བསྡད་པ་རེ་ཞིག་མ་གཏོགས། གང་ལྟར། རབ་ཏུ་ཅང་བྱ་བ་འདི་འདྲས་བྱེད་བསམ་སྟངས་ཅི་མེད་ཅེས། འཇིག་རྟེན་ཁྱིམ་པ་ར་བ་བྱས་ནས་འཇིག་རྟེན་ཁྱིམ་པ་ལྟོ་གོས་གཏམ་ཚོ་འབྲུ་ཡག་ལ་ཡག། ཚེ་འདི་གང་གི་བྱ་ག་ལ་དེ་ལས་ལྷག་པའི་བྱ་ཞིག་ཡོད་དགོས་ངེས་ལ་བཟོ་ར་བྱེད་རས་དེ་ཡལ་མི་འདུག་ཨང། བྱས་ཙང། ང་རང་ཚོའི་མི་ཚེ་སྐྱེལ་སྟངས་དེ་བོད་སྐད་ལ་ཚིག་གཅིག་ཡོད་རེད། འཕྲལ་སེལ་རིང་ལུགས་ཟེར་གྱི། དབྱིན་ཇི་སྐད་ལ་ཡ། Adhocism། ཟེར་དེ་ལ་ཡ་འཕྲལ་སེལ་རིང་ལུགས་ཟེར་བ་ད་འཕྲལ་སེལ་རིང་ལུགས་ཉིན་རེ་ཉིན་རེ་གི་ད་དེ་རིང་འདི་འདྲའི་བྱས་ན་སང་ཉིན་འདི་འདྲའི། དུས་དང་གནས་སྐབས་ཀྱི་ག་འདྲའི་ཅིག་བྱ་བྱས་པ་ནང་བཞིན་ཕྱིན་པ་མ་གཏོགས་མི་ཚེའི་རང་དབང་ཡོད་པའི་སུ་རབ་ཅི་ལྟར། རང་གི་མི་ཚེ་དེ་རང་དབང་ཡོད་པའི་སུ་རབ་ཅི་ནས་སོ་སོའི་བང་བསྒྲིགས་ནས། དོན་ག་འདྲས་བྱས་ན་ཡག་གི་ཡོང་ས་རེད་ག་འདྲས་བྱས་ན་ང་ལ་ཁེ་རག་ས་རེད་ག་འདྲས་བྱས་ན་གྱོང་རག་ས་རེད་དེ་བསམ་བློ་ཁྱོན་ནས་མེད་པའི་སུ་རབ་ཅི། དེ་མ་ཡིན་པའི་ཆུང་ཆུང་དེ་ཚོ་ལ་ཡབ། སྒོར་མོ་བརྒྱ་ཉིས་བརྒྱ་ལྔ་བཅུ་དྲུག་བཅུ་གིས་འགྲོ་སོང་བཏང་ཡ་རབ་ཅི་ཡིན་པ་ཡིན་ན་བསམ་བློ་རབ་ཟབ་ཟབ་བཏང་རྗེས། ཚོང་ཁང་ཞིག་ང་ཅི་ནམ་ཕྱིན་འདི་ནས་ཉོ་གི་ཡག་འདུག་ག་ཕི་ནས་ཉོ་གི་ཡག་འདུག་ག་རེ་ཡག་གི་འདུག་ཟེར་ཏེ། དེ་མ་གཏོགས། གཏན་གྱི་འདུན་མ་སྒྲུབ་ཡག་གི་དོན་དག་ལ་གཟབ་གཟབ་ཟིང་ཟིང་རབ་བྱེད་ནས། མེད་པ་བྱེད་ང་འདུག་ཟེར་བ་དེའི་ཐབས་སྐྱོ་པོ་རེད་ཕྱིར་འཐང། ད། གཞིས་ཀ་ལ་ག་དེ་སླེབས་དུས་སྐབས་ལ་ཨ་ནི་མི་ཚེ་སྟོང་པ་ཟེར་བ་དེ། ཚུར་དྲན་ཡོང་དུས་སྐབས་ལ་ཡ་ནི་འགྱོད་པ་མི་བཟོད་པ་ལྕི་བ་ཡིན་ནས་བྱེད་ཐབས་གལ་མེད་པ་རེད། ད་ལྟ་དགྲ་བཅོམ་པ་བྱ་བ་བྱེད་པ་ནང་བཞིན་བསྡད་ཀྱི་རེད་ཟེར་ག་དང་གོ་མ་གསུངས་འདུག་ཨང། ཕྱི་དཀར་བྲང་ལ་སྲིན་མོས་འདེད། ཤི་ཀ་ལ་ཀ་དེ་བང་མགོ་དུང་འདེད་པས་ནི་ཕན་ཐོགས་དེ་ཡོད་མ་རེད་ཕྱིས་ཚར་བ་རེད་བ། རང་གི་འདོད་པ་དང་པོ་བླང་བར་བྱ་གསུངས་པ་དེ་ཇོ་བྱེད་པ་དེ་ཡང་དེ་ཤེས་ངོ་ནས་ད། འཆར་གཞི་དང་ལྡན་པའི་མི་ཚེ་སྐྱེལ་ཐུབ་པ་ཡིན་ན་མི་ཚེ་ཐུང་ཐུང་ཅིག་ལས། དམན་པ་ཡིན་ན་ཡང་ཐུང་ཐུང་དེ་ལ་དཔག་པའི་རང་གི་མངོན་འདོད་གལ་ཆེ་བ་དེ་ཚོ་ངས་ནི་བྱེད་ཐུབ་ཡག་གི་གནས་སྟངས་ཞིག་ཡོང་གི་རེད་སོགས་དུ་གསུངས་པ་རེད། ང་ཚོའི་ཤེས་བྱའི་རྣམ་པ་མང་དེ་ཞིན་ཡག་ཁ་བོ་རེད། ཤེས་བྱའི་རྣམ་པ་མང་མ་ཞིན་པ་ཙམ་མ་ཟད་པའི་ང་རང་ཚོའི་དཀའ་ངལ་ཆེ་ཤོས་ག་རེ་ཡོད་རེད་ཟེར་ན། ང་རང་ཚོའི་མ་ཞིན་པ་དེ

ད་ལྟ་གཞི་ནས་ཐོས་པ་འགོ་བཙུགས། བསམ་པའང་གཞའང་མེད་པའི་ཕྱིར་དེ་འདྲའི་རབ་བྱེད་མ་གཏོགས། དངོས་གནས། དཔྱད་དོན་ངེས་པ་གཉིས་པའི་ཤིང་པ་གཅིག། དཀའ་ལས་ཁ་བོ་ཞེ་དྲག་རེད་བ། ཙི་ཡིན་ཙང་རང་གིས་མ་ཤིང་པ་དེ། རང་གིས་ཤིང་དགོས་ཡ་དེ་གལ་ཆེན་པོ་ཞུ་རྒྱུ་རེད། ཞུ་སྟངས་ཡག་པོ་ཞིག་བཏང་པ་ཡིན་ན། མི། མི་ཚེའི་ནང་ལ། ལོ་བཅོ་ལྔ་ཉི་ཤུ་གཞོན་ཆེན་མོ་ལ་ལུགས་གཉེར་བྱེད་ངེས་ཡིན།

གཞུང་དེས་ཆོས་པ་རྒྱུད་པ་དང་རྩོད་པ་རྩོམ་པ་དམ་བཅའ་བ་དང། བསྟན་བཅོས་ལུས་རྣམ་གཞག་ལ་སོགས་དེ་ལས་མ་བྱས་ནས་ཐ་མ་མཛད་བྱང་གི་བར་དང་ཡོངས་སུ་རྫོགས་པ་དེ་གཞུང་རྩོམ་པ་པོས་ཤུ་ལོ་ཀ་གྲངས་ཀ་ག་ཚོད་ཡོད་ནས་དེ་ཆ་ཚང་གཙང་དགོས་ཡ་དེ། དེ་ནང་ནས་ཤུ་ལོ་ཀ་ཁ་ཤས་ཆད་པ་ཡིན་ན་གཞུང་དེའི་བརྗོད་དོན་མ་ཚང་བ་ཆགས་འགྲོ་གི་རེད་བ། རེད་དེས་ན་ང་ཚོ་ལྷུག་རྒྱུན་དཔྱད་བསྡུར་སྐབས་ལ་ནི་དོགས་འདྲོག་བརྒྱབ་ནས་བྱས་པ་མ་གཏོགས་གཅིག་གིས

ནུབ་འཁྱོག་པའི་ཤི་ཐང་ཤི་ན་སོ་ཀར་བྲིས་ལབ་རེད། ཁོ་ཚོ་དེ་དུས་ང་ཚོ་བོད་པ་ནང་བཞིན་བྱས་ནས་ཨལ་ཐན་སི་ཡ་གི་ལུང་པ་ནང་ལ་མི་ལ་ཞུགས་ནས་ལྷ་འཕེན་མཁན་དེ་འདྲའི་སྐུ་རྟེན་དེ་འདྲ་ཡོད་ཡིན་པ་རེད་ཡང་དེ་འདྲའི་ལྷ་གཅིག་གི་ལུང་བསྟན་བརྒྱབ་ནས་སུ་ཀུ་ར་ཏི་སི་ཡ་དེ་ད་ལྟའི་གནས་སྐབས་ལ་ལུང་པ་འདིའི་མཁས་པ་ཆེ་ཤོས་དེ་རེད་ལུང་བསྟན་བརྒྱབ་རེད། མཁས་པ་ཆེ་ཤོས་དེ་རེད་གསུངས་ན་འདི་ལྟར་ཁོ་རང་ཧ་ལས་ནས་ཁྱེད་ཚང་ང་བཀའ་འདྲི་སུ་མཁས་པ་ཆེན་པོ་ཆགས་པ་ཡིན་ན་བསམ། དེ་ལྟར་ཆོས་ནས་ཡག་མེད་ན་ལྷ། རྫུན་མ་རེད། ཡག་མེད་ན་དེ་གཅིག་འཁྲུག་ཡོད་རེད་ག་རེ་ཡིན་ན་བསམ་ནུ། ང་ལས་མཁས་པ་མང་པོ་ཡོད་རེད་བསམ་ཁོ་རང་མཁས་པ་གང་ག་ཚར་ཕྱིན་པ་རེད། མཁས་པ་གང་ག་ཚར་མང་ཆེ་བ་ཚར་ཕྱིན་ནས་སྐད་ཆ་འཁྲི་དུས་ག་ལ། ཁོ་རང་གི་བཤད་ཡ་ཡོད་པ་དེ་བཤད་དེ་དེ་ཚོ་ལ་བཤད་ཡ་ཡོད་མ་རེད། ད་དུང། དོགས་པ་རབ་མ་བྱོས་བྱས་ནས་གན་ཚ་ངས་ནི་སྐད་ཞི་དྲག་ཤེས་ཀྱི་མེད། དེ་ལྷ་ག་འདྲའི་ལུང་བསྟན་རྒྱབ་པ་ཡིན། ལབ་བྱས་ནས་མཐའ་མ་དེ་ལ་ཁོ་རང་གིས། ཞིང་ཆུང་མང་པོ་སྐྱེས་པའི་ཐ་ལ་ཨོ། ང། མཁས་པ་གཞན་པ་ཚོ་ལས་ཁྱད་པར་དུ་འཕགས་པའི། ང་རང་ལ་ཡང་ཡོན་ཏན་རབ་གཅིག་འདུག། དེ་གར་འདུག་ཟེར་ན། ང་རས་མ་ཤིང་པ་དེ་ང་རས་ཤིང་བཞག། མཁས་པ་གཞན་པ་ཚོས་དེ་བཞིན་མི་འདུག། དེ་ཡིན་ཙང་ང། མཁས་པ་ཆེ་ཤོས་རེད་ཟེར་ཐག་གི་ལུང་བསྟན་བྱ་ཡག་དེ། ད་དེ་བཞིན་གྱི་ཡོད་པ་ཡིན་ཙང་ལབ་པ་ཡིན་གྱི་རེད། དོན་དག་གཅིག་ངས་ཤེས་གི་ཡོད་པ་དེ་ག་རེ་རེད་ཟེར་ན། ངས་གང་ཡང་ཤེས་གི་མེད། འོན་ཏེ་ཁོའི་ཚིག་དེ་གྲགས་ཆེན་པོ་རེད་ཟེར། དངོས་ཡོད་གནས་སྟངས་རེད་རེད་པ། འོ་དེ་ནས་སོང་བ་ཡིན་ཙང། རང་གི་འདོད་པ་དང་པོར་བླངས་ནས་གང་ལྟར་ཐོས་བསམ་སྒོམ་གསུམ་བྱས་པའི་འབྲས་བུ་དེ་ལ་ཡང་ཐ་མ་དེ་ལ་གཞུང་རྒྱ་ཆེ་ཆུང་ག་འདྲའི་བྱིན་པ་ཡིན་ན་ཡང་ཆ་ཚང་ངེས་པ་ཉིད་ནས་བྱིན་པའི་གཞུང་ཁ་ཤས་ཇི་ལྟ་ཡོད་དགོས་ཨ་རབ་ཇི་ལྟ་ན་དེས་རང་གི་རྒྱུད་ཐོག་ལ་སྦྱར་ནས། མི་སྐྱོ་བོ་དེ་ཚོས་མི་ཚང་ཁྱོ་བོ་ཚོའི་རྒྱོ་རྐྱ་ལ་ག་རེ་ཡོད་པ་གྲངས་ཀ་རྒྱབ་བསྡད་པའི་ཟོལ་བ་མ་ཡིན་པ་བྱས། རྒྱ་ལ་ཉུང་ཉུང་གཅིག་མ་གཏོགས་མེད་པ་ཡིན་ནས་དེ་རང་ལ་དབང་བའི་ཟོལ་ར་བྱས་ནས་རང་གི་རྒྱུད་ལ་སྦྱར་ཐུབ་པ་བྱུང་ཡིན་ན་དེ་བྱེད་པར་ཆེན་པོ་ཡོང་ས་རེད་བ། ཕན་ཐོགས་ཆེན་པོ་ཡོང་ས་རེད་བ། ད་དངོས་གནས་ལྷུག་སྦྱོང་བྱས་པའི་དགོས་པ་དེ་གྲུབ་པ་རེད་བ། དེ་མ་གཏོགས་གཞན་ཤེས་བྱའི་རྣམ་གྲངས། ས་ནི་ཕན་ཐོགས་ག་རེ་ཡོད་རེད། སངས་རྒྱས་ཀྱི་གང་ཕྱིན་པ་དེ་བྱིན་གྱི་ཡོད་ཀྱང་རུང་བྱིན་གྱི་མེད་ཀྱང་རུང་ང་ཚོར་འབྲེལ་བ་གལ་མི་འདུག་སེམས་དཔའ་བསྟན་ཆོས་གྲགས་རིག་པའི་གར་ཞུ་བར་ཞི་ས་མ་ཞུས་ན་ཤུགས་ཆེན་པོ་བྱེད་གསུངས་འདུག་འདི་ཡི་སྲིན་བུའི་གྲངས་བྱིན་པ་ངེད་ལ་འགར་ཡང་ཉན་ཁུག་མེད། སངས་རྒྱས་ཀྱི་འཇིག་རྟེན་ནི་ཡག་འབོ་སྲིན་ག་ཚོད་ཡོད་ཨ་རེ་ཕྱིན་ད་ཕྱིན་གྱི་ཡོད་ཀྱི་རེད་དེ་ཕྱིན་པ་ཡིན་ནའི་བྱེད་པར་སྐལ་མི་འདུག་མ་ཕྱིན་པ་ཡིན་ནའི་བྱེད་པར་སྐལ་མི་འདུག་ང་ལ་བྱེད་པར་སྐལ་ང་ལ་ཡབ་དེ་དགོས་མཁོ་སྐལ་མི་འདུག་གསུངས་པར་བ་གླང་དང་དོར་རྒྱལ་དེ་གཉིས་ནི་ཐབས་དང་བཅས་པར་རིགས་མཛད་པ། ད་བླང་དོར་གྱི་གནས་ཐབས་དང་བཅས་པ་མ་ནོར་བར་བསྟན་པ་ཡིན་ཙང་སངས་རྒྱས་ཚད་མེད་སྐྱེས་བུ་བྱ་བར་མ་གཏོགས། ཞེས་རྒྱལ་རྣམ་གྲངས་མང་པོ་ཕྱིན་པའི་རྒྱུ་མཚན་གྱིས་སངས་རྒྱས་ཐམས་ཅད་ཕྱིན་པ་རེད་ཟེར་ནས་ཞུ་བ་མ་རེད་ཟེར་སོ། དེ་འདྲ་ཡིན་དུས་སྐབས་འདི་ཡང་མི་ཚེ་དོན་དང་ལྡན་པ་ཞིག་བྱེད་ཡག་གི་འདོད་པ་ཡོད་པ་ཡིན་ན། མི་ཚེ་ཐུང་ཐུང་ནམ་འཆི་ངེས་པ་མེད་པ་དེ་ལྷག་པའི་དཀའ་བ་ཁེལ་ཁེལ་ས་ལ་ཡང་མ་བཏང་བ་བྱས། རང་ཐག་རང་གིས་བཅད་ནས་ད་ང་འདི་འདྲས་ཅིག་མ་ཤི་གོང་བྱེད་ཀྱི་ཡིན་བསམ་པའི་འཆར་གཞི་ཅིག་ཡོད་པ་ཡིན་ན། འོན་ཏེ་མི་ཚེ་དོན་དང་ལྡན་པ་བཟོ་ཡག་འདི་ཡང་ཕན་ཐོགས་ཆེན་པོ་ཞུ་ཅི། ཡོད་རེད། དེའི་རྒྱུ་མཚན་ལ་བརྟེན་ནས་རང་གི་འདུལ་བ་དང་པོ་བླང་བར་བྱ། འདུལ་བ་དང་པོ་བླང་ཚུལ་དེས། ཆུ་དང་འོ་མ་འདྲེས་པ་དེ་དབྱེ་བ་ཕྱེད་པ་ནང་བཞིན། ང་རང་ཚོའི་མདུན་ལ་ཧབ་ཏི་ཁ་ལ་བལྟས་པ་ཡིན་ན། འདི་ཡའི་སྒུག་གི་འདི་ཡའི་སྒུག་གི་འདི་ཡའི་སྒུག་གི་བསམ་པ་མང་པོ་བྱུང་བ་རེད་དེ། དེ་ཚོ་ནང་ནས་དངོས་གནས་དྲང་གནས་དགོས་གལ་ཡོད་པ། དངོས་གནས་དྲང་གནས་ད་མེད་དུ་མི་རུང་བ་ག་རེ་རེད་དེ་བཞིན་ཡག་དེ་དཀའ་ལས་ཁ་བོ་ཤ་རེད་བ། དེ་བཞིན་ཡག་དེ་ཡག་རང་གི་བློ་ཡི་ནུས་པ་དེ་ཡག་པོ་ཅིག་ཤེས་དགོས་ཀྱི་ཡོད་རེད། རང་གི་བློ་ཡི་ནུས་པ་ཡག་པོ་ཤེས་པའི་ཐོག་ལ་ཡག་ནི་ག་རེ་བྱས་ཐུབ་ཀྱི་ཡོད་བ་དང་ག་རེ་བྱས་ཡ་ཡོད་བ་འོ་དེ་བརྟག་དཔྱད་ཞིག་ཚ་བོ་བྱས་ནས་མ་གཏོགས་དེ་བཞིན་ཡག་ཁ་བོ་ཡིན་པ་རེད། དེ་འདྲ་སོང་བ་ཡིན་ཙང། རང་བློ་རང་ལ་ཁོག་ཏུ་མ་འབྱོར་བ་ཡིན་དུས་སྐབས་ལ་ཡ། རང་གིས་ཐོབ་པའི་དལ་འབྱོར་དེ་གལ་ཆེན་པོ་ཡིན་པ་དང། དེ་ཡིས་དོན་དག་མེད་པ་ལ་ཡ་ཆུ་སོ་སོ་བཏང་རྒྱུ་མེད་པ་དེ། ངེས་པར་དུ་དགོས་མཁོ་ཡོད་པ་ཇི་ལྟར་ཆུ་སོ་ལས་མ་བཏང་ཡ་ལ་ཡ་ནི་གར་བྱས་ཐུབ་ཀྱི་རེད་ག་འདྲས་བྱས་པ་དགའ་དོ། ཨོ་དོ་ཚེ་ནི་མ་བང་ར་ཅིག་བྲིས་ཐུབ་པ་ཡིན་ན། ལྕང་སྐྱ་རིན་པོ་ཆེའི། དབེན་པར་དགའ་བའི་གཏམ་ཆོ་ལོ་རི་མོ་རྣམས། ཁོ་རང་གིས་ཉམས་ལེན་བྱས་ཚུལ། དོམ་བརྒྱབ་ནས་གསུངས་པ་བརྗོད་དེ། ང་ནི་ཆུང་ཆུང་ག་ནས་བློར་འཇུག་པོ་ཞུ་བོ་བྱོས། དེ་འདྲ་ཞིག་ཐུབ་པ་ཡིན་ན་དངོས་གནས་མི་ཚེ་དོན་ལྡན་རབ་བྱེད་ཡོང་ཡག་རེད་བ། ཕྱག་འཁོར་བ་སྐྱེས་མཆོག་མ་འདྲ་ལུས། ང་ཟབ་མོ་འདས་རྒྱུད་རྒྱུན་མི་ཆད། བྱམས་སྙིང་རྗེ་བྱང་སེམས་རྟག་པར་དགོངས། འདི་སྒོ་སྲུང་ཕྱིའི་ཉམས་ལེན་ཡིན། སྒོ་སྲུང་ཕྱིའི་ཉམས་ལེན་དེ་ལ་ཡང། དུས་ཚོད་ག་དུས་བྱུང་བ་ཡིན་ན་ཡང། ཕྱག་དང་བསྐོར་བ་ལུས་གཅིག་དགེ་གྱུར་ཞར་དང་ཞོར་ལ་ཡལ། ལུས་གཅིག་དགེ་གྱུར་ཞར་དང་ཞོར་ལ་འགྲོ་ཡལ་ཏེ་བསམ་པ་ཡག་པོ་བྱེད་ཡུལ་ཡིན་ན་སྟབས་བདེ་པོ་རེད་པ། ང་རང་ཚོའི་ལྷ་ཁང་དང་སྐུ་གསུང་ཐུགས་རྟེན་དེ་འདྲ་ནི་མཇལ་ཆོག་ཆོག་ཡོད་རེད། བདེ་གཤེགས་སྐུ་གསུང་ཐུགས་སྔོན་བྲིས་པ་ལ་འཁྲུགས་བཞིན་པ་ཡི་སེམས་ཀྱི་གཏེར་ན་ཡང་དེ་དག་རིན་ཆེན་ཚང་གཅིག་བྱེ་བ་དུ་གསུམ་པ་ནང་བཞིན།

འགྲོ་གི་ཡོད་བསམ་པ་ཡིན་ན་ནི་བཀའ་རྒྱ་དགོས་ཡ་མི་འདུག་ལམ་ཀ་ལ་ཕྱིན་ཞག་འགྲིག་རོགས་གཞུང་ལམ་གྱི་དོན། མཆོད་རྟེན་དང། སྐོར་དང་ལྷ་ཁང་ལ་སོགས་པ་བསྐོར་ར་བྱས་ཏེ་དགེ་བའི་ལས་ཡིན་སོང་ཡིན་ཙང། དེ་བཟོ་བོའི་འཕྲོད་བསྟེན་ཡིན་བསམ་དྲན་པ་ཡིན་ན་བཟོ་བོའི་འཕྲོད་བསྟེན་དེ་ཞར་ལ་ད་ཡོང་ཐོག་ཁབ་རེད་མ་གཏོགས་བསམ་བློ་དེ་ཁྱི་པ་ཡིན་ན། དཀའ་ལས་བྱས་ནས་འགྲོ་བ་དེ་དོགས་སྦྱོང་རེད་མ་གཏོགས་དེ་ལ་སུ་ལའང་འགལ་ཐོ་ཡ་མི་འདུག་ག། ལྷ་དང། བསྟན་ནས་དད་པ་བྱས་ནས། དེ་ལ་ཡང་བསྐུར་བ་བྱས་ན། ཕན་ཡོན་ཡོད་རེད་བསམ་པས། དེས་ངེས་འབྱུང་གི་བསམ་པས་རྩིས་ཟིན་པར་བྱས་ན་ཐར་པའི་རྒྱུར་འགྲོ་ཡ། བྱང་ཆུབ་ཀྱི་སེམས་ཀྱིས་རྩིས་ཟིན་པར་བྱས་ན་ཐམས་ཅད་མཆིས་པའི་རྒྱུར་འགྲོ་ཡ། བསོད་ནམས་དཔག་ཏུ་མེད་པ་ས་ཡ་ཡོན་ཡང་ཡོད་པ་དེ་ཚོ་བསམ་བློའི་ཁེ་དང་ཁྱད་པར་ཅི་རེད་བ། ཕྱག་བསྐུར་བ་ཅི་ལྕོགས་མ་འདྲེས་པའི་སྔགས་ཟབ་མོའི་བཟླས་བརྗོད་རྒྱུན་མི་ཆད། ཨ་མདའ་གང་ཚེ་གང་བྱུང་མ་བྱུང་བཤད་བསྡད་པ་ལས། ཁ་བཏུམ་པ་ག་དུས་ཡོད་དུས་སྐབས་ལ་ཡ། སྔར་རེ་ཅི་དྲང་བདེན་ཡིན་ན། ད་གི་འདས་པའི་སྐབས་ལས་ད་དུས་འདས་པའི་སྐབས་ལས་ཡོང་གི་རེད། སྔར་དྲང་ཡག་ལ་མཚམས་ལ་ཚིགས་སུ་བསྐྱལ་ཡོག་མ་རེད། ག་དུས་ཡིན་ན་དྲང་ཆོག་གི་རེད། ང་ཟ་མ་འདས་རྒྱུ་རྒྱུན་མི་ཆད། ང་ཚོ་ལྟ་བ། བཤད་བསྡད་ཡག་དེ་མང་ཆེ་ཡག་ཅིག་ཉི་མ་གཅིག་ལ་ཡ་སྐད་ཆ་བརྒྱ་ཐམ་པ་བཤད་ཡོད་ན། ངེས་པར་དུ་བཤད་དགོས་ཡག་ག་ཚོད་དོ། ཞུ་དག་བཏང་པ་ཡིན་ན། བརྒྱ་ཐམ་པའི་ནང་ནས་གཉིས་གསུངས་ཙི་མ་གཏོགས་མ་བཤད་ན་མ་འགྲིག་མཁན་ཡོད་མ་རེད། ལྷག་པར་དུ་དེ་རི་ས་ནི་སྤྱི་ཚོགས་ཀྱི་དྲ་ལམ་སི་ཡ་དང་དུས་ནམ་ད་མང་ཆེ་བ་ཅིག་ང་ཆེ་ཤོས་ལ་བཤད་བསྡད་པ་རེད་བ། ད་དེའི་ཚབ་ལ་ཡ་མ་ནི་ར་གྱི་འདོན་བཞག་པ་ཡིན་ན། བསམ་བློའི་རྒྱབ་ཕྱོགས་པ་ཡིན་ན། བསོད་ནམས་ས་ཡ་སངས་རྒྱས་ལ་འགྱུར་བའི་འགྲོ་ཡ་ཡོད་རེད་དེ་བསམ་བློ་བསྐྱར་མ་ཆོད་པ་ཡིན་ན་ནི་མ་ནི་འདོན་དུས་སྐབས་ལས་ང་ཁྱེད་ལ་འགྲོ་སྲིད་པ་ཡོད་རེད་བ། རྒྱམ་གཉིས་ཀྱི་བྱམས་སེམས་རྟག་པར་དགོངས་འདི་སྒོ་སྲུང་ཆེས་ཉམས་མེད་ཡིན། ལུས་ཤ་ཁྲག་གི་ཆུ་སྦྱིན་རྒྱག་རེ་ཆེ། ང་རྒྱུ་འབྲས་བསྟན་པའི་ཆོས་ཀྱི་རིགས་སེང་གེ་རིགས་དབྱེར་མེད་སྤྲུལ་དང་འཕྲལ་འདི་སྒོ་སྲུང་ལང་གི་ཉམས་མེད་ཡིན། ལུས་ལྷར་དགོངས་ཐ་མལ་སྣང་བཞིན་སྐྱེས། ང་རྡོ་རྗེ་འདས་པའི་ལས་རླུང་འགགས། སིནྡྷི་སྟོང། ལྷན་ཅིག་བདེ་བས་མྱོས། འདི་སྒོ་སྲུང་གསང་བའི་ཉམས་ལེན་ཡིན། འོ་དེ་འདྲས་བྱེད་ཐུབ་པ་ཡིན་ན། དངོས་གནས། ཁྱོད་ཚོའི་སྐར་ཆ་གཅིག་ཡིན་པ་ཡིན་ན། ཕྱི་དང་ནང་དང་གསང་བའི་ཉམས་ལེན་དེ་ཚོ་གཅིག་བྱེད་ཐུབ་པ་ཡིན་ན། དངོས་གནས་ཉི་མ་གཅིག་མེ་ཚེ་བསྡད་པ་ཡིན་ན། དོན་དང་ལྡན་པ་ཅིག་སྟོན་ཡག་ཡོད་ཤི་འདུག་ཟེར། འོ་དེ་འདྲས་སོང་བ་ཡིན་ཙང་ངེས་པར་དུ། རང་གི་འདོད་པ་དང་པོ་བླངས་ནས་སྐྱེ་བ་དོན་དང་ལྡན་པ་བྱེད་དགོས་དེ་གལ་ཆེན་པོ་རེད། དེ་ལྟ་བུའི་སྐྱེ་བ་དེ་དོན་དང་ལྡན་པ་བྱེད་པ་ལ་ཡང་ཆུ་འཐུང་དགོས་རེད། ཚད་དང་ལྡན་པའི་གཞུང། ནི། མཚན་ཉིད་དང་ལྡན་པའི་བླ་མའི་དྲུང་ནས་ཐོས། ཐོས་པ་དེ་རང་གི་བསམ་པའི་སྒྲོ་འདོགས་བཅད། ཇི་ལྟར་ཐོས་པའི་དོན་ལ་རིགས་པ་བཞིན་ཉིད་དང་ཚན་དུ་ཚུལ་བཞིན་རབ་བརྟགས་ནས། བསམ་བྱའི་གནས་ལ་བསམ་ལས་བྱུང་བ་ཡི་རྣམ་གཅོད་ལུས་ཡིད་ཐེ་ཚོམ་སྦྱོར་ཞོག་གསུངས་པ་ནང་བཞིན། ཐོས་པའི་དོན་དེ་ལ་བསམ་པའི་སྒྲོ་འདོགས་མ་བཅད་པ་ཡིན་ན། ང་ཚོས་མངོན་པ་གཟིགས་ངན་ཚུལ་ཕྱིན་གྱི་རེད། ཐོས་བྱུང་གི་ཤེས་རབ་དེ་གཡར་བའི་ཤེས་རབ་ཡིན་ཟེར་ནས་གསུངས་པ་ནང་བཞིན་རེད་དེ་སོ་སོའི་ཤེས་རབ་སྐད་ཆ་གཡོ་བ་མ་རེད། དེ་ལ་ཡང་བསམ་བྱུང་གི་ལུས་ངེས་པ་རྙེད་དུས་ག་ལ་ནི་གཞི་ནས་རང་གི་ཤེས་རབ་ཅིག་ཆགས་པ་རེད། འོན་ཏེ་འདྲེ་ཚོང་ཡིན་ཙང།

དེ་ལས་གཞན་པའི་ཐབས་མཁས་པའང་དེ་འདྲ་ཡིན་ཙང། དེ་ལྟ་བུའི་ཆེད་དུ་གསང་སྔགས་རྡོ་རྗེ་ཐིག་ལེ་ཆུ་སྲམ་གསན་སྙམ་པས། ཀུན་སློང་མ་མཐའ་ཡང་བྱང་ཆུའི་སེམས་དཀྱུས་མ་གསུམ་ཆའི་རྩིས་ཟིན་པ་ཆེས་མ་གྱུར་ན་གི་མཐའ་དང་ཉམས་པའི་སེམས་ཐམས་ཅད་ཀྱི་དོན་དུ། ཐོབ་བྱ་བླ་ན་མ་མཆིས་པ་སྟོན་པ་ཡང་དག་པར་རྩོལ་བའི་སངས་རྒྱས་ཀྱི་དགོངས་བ་རིན་པོ་ཆེ་ནི་ཐོབ་པར་བྱ། དེ་ཐོབ་པར་བྱ་བའི་ཆེད་དུ། དམ་པའི་ཆུ་སྲམ་གསན་སྙམ་པས། ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་ཆུ་བྱང་ཆུབ་ལམ་གྱི་རིམ་པ་ནས་འབྱུང་བ་ལྟར་ལེགས་པར་བསྐྱུར་ནས། ལེགས་པར་བསྐྱུར་ནས། འོ་དེ་ནི་གསན་དགོས་པ་ཞིག་འདུག་ཟིན།